ཨ་མདོ་དེ་དང་ཡང་ང་ཚོ་ཨིསི་རཱཨེལ་དང་དེ་དང་པཱེ་ལི་སི་ཐན་གཉིས་བར་ལ་རྙོག་དྲ་ཤུགས་ཆེ་བ་ཞིག་ཡོང་བཞིན་ཡོང་གི་འདུག་ཟེར་མཁན་གྱི་སྐད་ཆ་ཞིག་མདང་དགོང་དུ་བཤད་འོ་དེའི་བཤད་བ་ནང་ལྟར་གྱིས་ཨ་མདའ་དེ་རིང་དེ་དང་ང་ཚོ་བརྙས་བརྡུང་གི་གནད་དེ་གཉིས་བ་ན་འོ་ལ་ཨ་ནི་ཡང་དེའི་སྐོར་ལ་ཅིག་བཤད་ན་བསམས་སོ། ཨ་ནི་དམིགས་ས་དེ་ཅིག་དང་དེ་དང་ང་ཚོ་ག་ས་དེ་དག་དེ་ཨིསི་རཱཨེལ་དང་དེ་པཱེ་ལི་སི་ཐན་གཉིས་བར་ལ་དེ་རྙོག་དྲ་དེ་དག་ཁོ་ཉིན་མ་རྟག་པར་དུ་ཡོང་བསྡད་ཀྱི་ཡ་རེད་དེ་ཡིན་ན་དེ་དང་མདང་དགོང་དུ་དེ་དང་སྤྱི་ཟླ་དང་པོ་གྱི་ཚེས་ཉི་ཤུ་རྩ་བཏིང་རྩ་བརྒྱད་ཀྱི་རྙོག་དྲ་དེ་ཨ་ནི་ཡང་རྙོག་དྲ་གཞན་དང་འདྲ་གི་ཡ་མ་རེད།

འོ་དེ་འདྲ་སོང་ཙང་ཨ་ནེ་ད་དེ་རིང་དེ་ལྟར་ང་ཚོ་བརྙན་ཐུང་གི་ཨ་ནེ་དེ་གཉིས་པ་གནང་བ་ལ་ཨ་ནེ་ཡང་དེའི་སྐོར་ལ་ཅིག་བཤད་ན་བསམ་ཚོད་ཨོ་ཨ་དེ་བཞིན་ད་དེ་རིང་འདི་ལ་ང་ཚོ་བརྙན་ཐུང་གི་གནད་དོན་དང་པོ་དེ་ཨ་ནེ་ད་ད་ལྟའི་ཞལ་ཕེ་ད་ད་ར་ཤི་ཡེ་དང་ཨ་ནེ་ཡུཀ་རེན་གཉིས་ཀྱི་དེ་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉེ་དེ་སྐོར་ལ་ཅིག་ཕྱག་དེར་ཨོ།

སྐྱེས་ཆེན་ག་རེ་བྱས་ན་ནི་ཨ་ནི་ད་དེའི་ཆ་ལ་དེ་འདྲ་ཨ་རིག་ངས་ནི་ད་དེ་འདྲ་གི་བལ་དེ་ཐང་ག་དྲི་ཡི་ནར་ཡམ་དེ་འདྲ་གི་ཚིན་ཆ་ཞེ་ན་སོགས་དེ་ཕ་ར་ཤི་ཡ་ད་ཏང་དེ་ཨ་ནི་བལ་དེའི་བལ་དེ་རྒན་མ་གུ་ཡི་བྱེད་སྟངས་རེད་ཟེར་བ་ཨ་ནི་དེ་གི་ཤུགས་ལ་ག་འདྲ་ད་བལ་དེ་དེ་ཀ་ང་དེ་ཕྱི་རུ་ཏང་ག་དང་ཡང་མ་ན་ཕེ་དེ་འདྲ་ར་ཤི་ཡ་དང་ཡུག་རེན་ག་དེ་རྙོག་དྲ་དེ་བལ་དེ་བལ་དེ་རྫབ་ཕྱི་རུ་ཏང་དེ་འདྲ་ལས་ཀ་བྱེད་ཡས་རེད་ཟེར། བྱུང་བ། ཨ་རི་དམིགས་བསལ་དེ་འདྲ་ཨ་རིའི་དྲ་བ་ཆ་བཞག་ན་ཨ་ནི་ཁོ་རང་རང་གི་ཁེ་བཟང་དང་ཨ་ནི་ཁོ་རང་རང་གི་དེ་འདྲ་གི་དེ་གང་འདྲ་བའི་རྒས་རྒོན་ཞིག་ཆེད་དུ་ལས་ཀ་བྱེད་ཀྱི་ཡོད་ཟེར་བ་འོ་དེ་འདྲ་སོང་ཙང་ཨ་ནི་ད་གང་ལྟར་ག་རེ་ཡིན་ནམ་མིན་ན་ག་ད་དང་གོང་ཏོག་དེ་འདྲ་ཨ་རིའི་གི་ངན་ལ་དེ་འདྲ་གི་རྟ་ཕག་དེ་འདྲ་དེ་རེ་ཤེས་ལ་དེ་འདྲ་གི་རྟ་ངན་དེ་རྩ་བ་ཉིད་ནས་ག་ད་འགྲིག་ཡ་མ་རེད་ཟེར་བ་ཨ་ནི་དམིགས་བསལ་ད་རུང་བྱང་ཀོ་རེ་ངན་ནས་ག་རེ་སྐད་ཆ་ག་རེ་བཤད་ལ་ན་ཨ་ནི་གང་ལྟར་ད་དེའི་ཆ་དེ་འདྲ་ཨ་རིའི་གི་དམིགས་ཡུལ་གཙོ་བོ་དེ་ཨ་ནི་གང་ད་ཡུཀ་རེན་བེད་སྤྱད་བཏང་རྗེས་ཨ་ནི་རེ་ཤེས་ལ་ཉིད་དེ་རྦད་དུ།

ཁྱིམ་སྦྱོང་ཡིན་ཨ་ཅག་ནི་ཡང་ཁོ་ཁོ་གཉིས་ཡང་ཐད་ཀར་དེར་ཐུག་ཅེས་དྲན་མོ་སོར་ཕྱིས་དེར་བ་ཨ་ནི་དེ་སྙམ་དེ་ལ་ཡང་གས་བཅད་དེ་ཨ་ནི་ད་ག་འདྲ་བྱང་བཀུར་རེས་ངས་ནི་དེ་འདྲའི་ཨ་རི་ལ་ཕ་ད་ལན་ཟེར་བ་དྲན་ཡས་ཡིན་ནའང་རེད་ཡང་མ་ན་ལྷོ་བཀུར་རེས་ལ་ད་ལན་ག་རེ་ཞིག་དྲན་ཡོད་ན་དེའི་སྐབས་སུ་ག་དེ་ཡིན་ན་མོ་མ་དེང་ཆ་དེ་འདྲ་ཡིན་ག་འདྲ་ཅིག་ཕྱིས་དེར་བ་འོ་དེ་འདྲ་སོང་ཙང་ད་གང་ལྟར་ག་རེ་ཡིན་ན་མ་ན་ག་ད་ད་དེའི་ཆ་ལ་ཁས་དེ་ད་ང་ཚོ་གར་བྱ།

ཨ་རིའི་གཞུང་གི་ངས་ནས་ཨ་རི་དང་ད་ད་ད་ངས་ལ་བཤད་འོ་ནང་ད་ནི་དེ་རིང་ར་ཤི་ཡ་དེ་རིང་དམག་མི་ཞེ་ནང་སུ་ཚོགས་པ་ད་ད་ཝེག་ནར་ཚོགས་པ་ལ་ཉེ་འདུག་བ་འོ་དེ་ལ་གང་ད་བ་དེ་འདྲ་གི་ད་དཔལ་འབྱོར་གི་ཉེ་བ་དང་ཡིན་ནར་ཡང་མ་སྐྱེན་ཆེན་སུ་ར་ཆེར་བ་ཨ་ནི་དེ་གི་སྐྱེན་ཆེན་དེ་ཐད་ཀར་ད་ད་བྱང་ཀོ་རི་ཡ་ནི་འདྲེས་ནས་ཡོང་གི་ཡ་ཤི་ག་འདྲ་ར་ན་ད་ད་ཨ་རི་གི་ནི་སྐྱེན་ཆེན་དེ་ག་ར་ཆེ་ལ་ན་ཨ་ནི་དེ་གི་དམག་མི་ཚོགས་པ་དེ་གི་ངས་ནས་ག་ད་དེ་འདྲ་གི་ཚན་ཆང་ཞེ་ནང་ཚོགས་བ་ཡིན་ནར་ཡང་མ་དེ་འདྲ་གི་ག་ལ་གང་འཚམ་གྱི་ག་ད་དེ་འདྲ་གི་ད་བ་སོང་གི་ལ་དེ་འདྲ་གི་འབྲེལ་བ་ཤུགས་ཆེ་བོ་ཞིག་ག་ད་བྱང་ཀོ་རི་ཡ་ནི་འདུག་ལ་ཉེ་དེ་འདྲ་གི་ག་ད་ད།

ས་ཁོངས་སུ་ལ་ཆ་གང་དུ་ངེས་འཛིན་བྱེད་ཀྱི་ཡོད་ས་གང་དུ་ར་ཤི་ཡའང་དེ་རིགས་ཁྱབ་བསྒྲགས་བྱས་སོང་བ་འོ་དེའི་ཁྱབ་བསྒྲགས་བྱས་ཕྱོགས་དེ་འཛམ་གླིང་ནང་ལ་ཁས་ལེན་བྱེད་མྱོང་གི་རྒྱལ་ཁབ་གཉིས་སུ་ཡོད་རེད་དང་པོ་དེ་སི་རི་ཡའི་ངོས་ནས་ཁས་ལེན་བྱས་རེད་ཨ་ར་གཉིས་བ་བྱང་ཀོ་རི་ཡའི་ངོས་ནས་ཁས་ལེན་བྱས་རེད་བ་འོ་དེ་འདྲ་སོང་ཙང་ཨ་ར་ད་གང་ལྟར་ད་དེའི་ཆེད་ལ་གང་ལྟར་ད་ར་ཤི་ཡ་ལ་རྒྱབ་སྐྱོར་ཤུགས་ཆེ་ཆེ་བྱེད་མྱོང་རྒྱལ་ཁབ་དེ་ཚོ་ཏིག་སི་ང་ཚོ་དབྱིན་ཇིའི་སྐད་དང་མ་ཚོར་ན་རོག་སི་ཏེར་ལ་ཉེ་དུ་ཆགས་ལ་རོག་སི་ཏེར་ལ་ན་ད་དེ་རིགས་རྒྱལ་ཁབ་བརྟན་པོ་མེད་རྒྱུ་རེད་ཨ་ནི་ཡང་མ་ནི་རྒྱལ་ཁབ་དེ་མི་གཅིག་གཉིས་ཀྱི་རེད་ཡང་མ་ནི་དེ་རིགས་ཀྱི་ཁྱིམ་ཚང་གཅིག་གི་སིམ་བསྡད་རྒྱུ་དེ་འདྲས་གང་ལྟར་ད་ར་རྒྱལ་ཁབ་དེ་ཚོ་གང་ལྟར་རྒྱབ་སྐྱོར་བྱས་ཆགས་འདི་རུ་བ།

མི་ཁོ་ན་ད་ག་ད་དེ་འདྲས་ཀྱི་ད་གསུམ་དེ་ད་སོག་ཐོག་བཏང་སོང་བ་འོ་དེ་འདྲ་སོང་ཙང་ད་རྡོག་རྡོག་གི་སྐད་ཆ་ག་རེ་བཤད་ན་ནི་ག་ད་ད་དེའི་ཆེད་ད་ག་ད་ར་ཤི་ལ་རྒྱབ་སྐྱོར་བྱེད་མཁན་གྱི་རྒྱལ་ཁབ་ཚོ་ཚང་མ་ད་ག་ལ་ང་ཚོ་དེ་འདྲས་ཏིག་ཤི་ད་རྒྱལ་ཁབ་བརྟན་པོ་མེད་རྒྱུ་ཡིན་ན་ཡང་མ་རྒྱལ་ཁབ་ནང་ནས་ཁྲིམས་མེད་རྒྱུ་དེ་འདྲས་ཀྱི་ག་ད་རྒྱལ་ཁབ་དེ་འདྲ་རོ་དེ་འདྲ་རོ་ཆགས་བསྡད་འདུག་བ་འོ་དེ་འདྲ་སོང་ཙང་ད་གང་ལྟར་ག་རེ་ཡིན་ནམ་ན་ག་ད་ད་གོང་དུ་ག་ད་བྱང་ཀུ་རེ་ངན་ནས་དེ་འདྲས་ཀྱི་ག་ད་ད་ཕེ་ང་ཚོ་ག་ལོ་ད་རྐྱེན་བྱས་སོང་ར་བྱས་རོ་ཅིག་ཆགས་བསྡད་འདུག་བ། འོ་དེ་འདྲ་སོང་ན་ད་དེ་རིང་ཕ་ཆེ་དེ་ད་ང་ཚོ་ད་དེ་ར་ཤི་ཡེ་དང་ཨ་རི་ཡུག་རེན་གི་དམག་དེ་སྐོར་ལ་ད་ཕ་ཆེ་དེ་རིང་དེ་འདྲ་འདྲ་བ་ཅིག་ཡིན་ས་རུ་ཨ། དེ་བཞིན་ད་དེ་རིང་དེ་ད་ང་ཚོ་གཉེན་སྟོན་གྱི་གནས་བརྟན་སྙི་བ་དེ་ད་དེ་ག་རེ་སྐོར་ལ་བྱེད་ལ་ན་ད་དེ་དེ་ད་དང་གོང་ཐོག་རང་དེ་ད་ང་ཚོ་སྤྱི་ཟླ་དང་པོ་གི་ཚེས་དེ་ད་ཉི་ཤུ་རྩ་བདུན་རྩ་བརྒྱད་དེ་ཚོ་ནང་ལ་ཨ་རི་དང་དེ་ད་ང་ཚོ་ཨི་ཟི་རལ་དང་དེ་ད་པཱེ་ལི་སི་ཐན་གཉིས་བར་ལ་རྙོག་དྲ་ཤུགས་ཆེ་བོ་ཞིག་ག་ད་བྱུང་ཡོད་རུ་ཨ་འོ་ད་དེའི་རྙོག་དྲ་དེ་དང་འབྲེལ་བ་ཡི་སྐོར་ལ་དེ་འདྲའི་ག་འདྲ་སྐད་ཆ་ཐུང་ཐུང་འདྲ་བ་ཞེ་ཅིག་ཆགས་དེ་ཡོད་རུ་ཨ། ད་དེ་ཡང་གཅིག་ཀྱང་ད་ལྟ་ང་ཚོ་ཨིས་རལ་དང་ད་ལྟ་པཱེ་ལི་སི་ཐན་ལ་ཉན་དེ་གི་རྙོག་དྲ་དེ་ག་འདྲ་བྱུང་ལ་ཉན་དེ་སྐོར་ལ་ད་ག་ལ་གང་འཚམ་ད་ང་ཚོས་ཚང་མ་ད་སྒོ་ཚིགས་ཟེར་འགྲོ་ཨ་ད་དེ་སྒོ་ཚིགས་གནད་ཀ་ཚིག་གི་གནད་ཀ་འདྲ་གོ་ཆེ་ལ་ན་ད་དེ་ད་ལྟ་སྔོན་མ་དེ་ད་ཉིས་སྟོང་ཉི་ཤུ་རྩ་གཅིག་ཚུ་སྐབས་སུ་ག་ད་ཁོ་གཉིས་ཀ་ལ་རྙོག་དྲ་ཞེའུ་བྱུང་སོང་ཨོ་དེ་དང་འབྲེལ་བ་གྱི་སྐོར་ལ་ག་ལ་གང་འཚམ་ད་ཕ་ཆེ་ཨ་སྒོ་ཚིགས་ཟེར་འགྲོ་ཨ་ད་གང་ལྟར་ག་རེ་ཡིན་ནའི་མ་ན་ག་ད་ཁོ་གཉིས་ཀྱི་ལོ་རྒྱུས་དང་ཚང་མ་བས་ལྟ་ནས་ང་ཚོ་ཤེས་ཀ་འགྲོ་ཨ་ན་ཨ་ན་ཡང་དེ་སྐོར་དེ་ཚོད་རིང་པོ་ཆེ་ཡོད་སོང་ཙང།

ཟེར་བ། ཨ་ནི་དམིགས་བསལ་དེང་གི་ཧ་མ་སི་ལ་ཉན་དེ་ཡང་ད་ཁོ་རང་ཚོའི་མངལ་ནི་གང་ལྟར་ཁོ་རང་ཚོ་དེ་འདྲའི་ཆབ་སྲིད་ཀྱི་ཚོགས་པ་རོ་དེ་འདྲ་ཡིན་གང་འདྲ་ཅིག་ཤེས་བསྡད་རོ། འོ་དེ་འདྲ་སོང་ཙང་ད་གང་ལྟར་ག་རེ་ཡིན་ནམ་ཡང་གང་ལྟར་ཕའི་འཛིན་སྐྱོང་གི་བྱེད་ལུགས་ཅིག་དང་དེ་འདྲ་འདྲ་བོ་ཅིག་ཆགས་བསྡད་རོ། ཨ་ནི་དེ་གི་མཉམ་དུ་གང་ལྟར་ད་ཨིས་ར་ཨེལ་གྱི་ངེས་ནས་ཨ་ནི་ད་གང་ལྟར་ད་ལྟ་ཨིས་ཇུ་རུ་སི་ལམ་ཙམ་མ་ཡིན་པར་ཕའི་གྷེ་ཇེ West Jerusalem ཙི་ནང་ལ་ཡང་གང་ལྟར་དེ་གི་ག་ལ་གང་འཚམ་ད་དེ་བས་དེ་ཨིས་ར་ཨེལ་གྱི་ཁང་པ་སོགས་རྒྱག་གི་ད་དེ་ནང་མི་མང་ཚོ་སྤེལ་གི་ཐབས་ཤེས་བྱེད་རོ། ཨ་ནི་དམིགས་བསལ་དེ་ལྟར་ང་ཚོ་ད།

རུ་བ། ད་ཡིན་ན་དེ་མི་མང་དཀྱིལ་མ་ལས་ཉེ་བ་མིན་ཚོད་ལ་ཡི་སྐབས་སུ་ཡང་ཁོ་ཚོ་མི་མང་དཀྱིལ་མ་ལས་ཉེ་བ་ཡིན་མེད་བ་ཡིན་པ་དེ་ང་ཚོར་གས་ཁྱབ་པ་ཡལ་མ་རེད་རུ་བ། ད་དེའི་ཐོག་རྡོ་སུ་ལས་སྐད་ཆ་དྲིས་མ་དྲིས་རུ་ཆ་དེ་རེད། ག་ཟེ་པེ་ལེ་སི་ཐན་གྱི་མི་ལས་སྐད་ཆ་དྲིས་བ་ན་ནི་ཨ་ནི་ད་ཁོ་ཚོ་བལ་དེ་མི་མང་དཀྱིལ་མ་དང་ཨ་ནི་མི་མང་ཉེ་བ་མིན་རྒྱུ་རེད་ལབ་པས་རུ་བ། ད་ཡིན་ན་ཚུར་ཕྱོགས་དེ་ལ་ད་ལྟ་ང་ཚོ་ཨིས་ར་ཨེལ་གཞུང་གི་ནས་ཡང་ན་ཨིས་ར་ཨེལ་དམག་མི་ལས་སྐད་ཆ་དྲིས་བ་ན་ཨ་ནི་ཁོ་ཚོ་ད་དེ་རེད་ཅེས་ལབ་པས་གང་ལྟར་འཇིགས་སྐུལ་རིང་ལུགས་བ་དང་ཨ་ནི་གང་ལྟར་ཁོ་ཚོ་དེའི་ཚོགས་པ་ཞེ་ནང་སོ་རུ་བ། ཨ་ནི་དམིགས་བསལ་ཁོ་ཚོས་གང་ལྟར་མ་འོངས་པ་གང་ལྟར་ཚུགས་དེ་ད་དེ་ཨིས་ར་ཨེལ་ལ་གང་ལྟར་བཙན་འཛུལ་བྱས་ནས་ཡང་ན་ཨིས་ར་ཨེལ་ལ་དཀའ་ངལ་ཤུགས་ཆེན་པོ་སྤྲད་ཡིན་དེ་འདྲ་ཡིན་གང་ལྟར་ཉེན་ཁ་ཡོད་ཚོགས་པ་ཞིག་ལ་ངེས་ཅན་ཕྱི་ཡོད་བ་འོ་ད་དྲ་སོང་ཙང་ད་གང་ལྟར་ག་རེ་ཡིན་ན་མ་ནས་གང་ལྟར་ད་སྤྱི་ཟླ་དང་པོའི་ཚེས་བཅུ་རྩ་དྲུག་ལ་ཨ་ནི་གང་ལྟར་ཁོ་ཚོ་ངེས་ནས་ད་དེའི་ནང་ལ་གང་ལྟར་དེ་རིང་བཙན་འཛུལ་གང་ལྟར་ཨི་ཟི་རལ་དམག་མིང་ནས་གང་ལྟར་འཕེལ་ད་ལས་འགན་ཤུགས་ཆེ་བོ་བསྒྲུབ་ཅེས་ཨ་ནི་ཕི་ནང་ལ་གང་ལྟར་ད་མེ་མདའ་ཤུགས་ཆེ་བོ་རྒྱག་ད་གང་ལྟར་ག་ལ་གང་ལམ་ཆད་ཅེས་ཨ་ནི་གང་ལྟར་པེ་ལིན་སི་ཐན་གྱི་མི་དགུ་ཚེ་གྲོངས་བོད་དེ་འདྲའི་གང་ལྟར་ད་གནས་སྟངས་བྱུང་ཡོད་བ། ཨ་ནི་དེ་བྱུང་ཚར་རེ་རྗེས་ལ་གང་ལྟར་ད།

དཀའ་ངལ་ཡིན་ན་རེ་ཡང་མ་བྱུང་ལུགས་ཞུ་ན་དེ་འདྲ་འགྲོ་ཅིག་ཨ་ཆགས་བསྡད་འདུག་ཨ། ད་དེ་ཡང་དེ་ལྟར་ང་ཚོ་ཅི་ལྟར་དཀའ་ངལ་དེ་དེ་འདྲ་བྱུང་ཡ་རེད་ཡིན་ན་དཀའ་ངལ་དེ་ད་ལྟ་ཡོང་གི་གནས་གང་ཞིག་གོ་ཐུབ་ན་ཨ། ད་དེ་དེ་ལྟར་ང་ཚོ་ད་ལྟ་གི་ཨིས་ར་ཨེལ་ནང་ལ་ཡེ་རྒྱུག་གི་གཞུང་བྱེད་རོགས་ད་དེ་དུང་གཞུང་དེར་དེང་སང་ཉེ་ཆར་རམ་ད་ཁོ་ཚོ་གི་ཏང་དར་གཏམ་བྱ་རྒྱུ་ར་ཆགས་བསྡད་རོགས་ཨ། ད་དེ་ཡང་བལྟས་ན་ཆགས་ཞེན་ད་ད་ད་ད་ང་ཚོ་ག་རེ་ཟེར་ད་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་དེ་ཚོ་ནང་ལ་ཨ་ནི་ཨིས་ར་ཨེལ་ནང་ལ་ཡང་ག་ད་གཞུང་གི་ནང་ལ་འགྱུར་བ་ཞོ་ཐེ།

རུ་ཨ་ཨ་ནི་བན་ཆེན་མོའི་གནད་དོན་ཡོད་དེ་ཐོབ་པའི་སྐབས་སུ་ད་ལྟའི་རྙོག་དྲ་དེ་ག་འདྲ་བྱས་ལ་ན་ཨ་ནི་ཁོ་ལ་ཐོབ་ཡོད་བ་ལ་ག་ད་ཁོ་ཡི་གཞུང་ཚང་མ་འཛིན་སྐྱོང་བྱས་ལ་ཡིན་ཤོག་ད་རུང་ཁོ་ལ་བས་ཆ་ཚང་ག་ཡ་མ་རུ་ཨ་འོ་དེ་འདྲ་སོང་ཙང་ཨ་ནི་ཁོ་ཡི་དེ་འདྲ་ཆ་ཤས་སོག་པ་བཞག་མ་སྙམ་དུ་ད་ག་ལ་ང་ཚོ་ཡི་ཐུག་མཉམ་རུབ་བྱས་རྗེས་ཨ་ནི་ད་ད་ཨིས་ར་ཨེལ་གྱི་གཞུང་དེ་ག་འདྲ་ཁོ་ཚོར་གི་ཟེར་རུ་ཨ་ཨ་ནི་ད་དེ་གི་མཉམ་རུབ་བྱེད་ས་གི་ཆ་ཤས་སོག་པ་དེ་ཚོ་ད་བས་གཞན་ནང་ཚོགས་དེ་ར་ཡིན་ལབ་ད་དོ་དོ་ཤ་ན་ག་ད་ཨིས་ར་ཨེལ་གི་མི་དེ་གི་ལྟ་བ་དྲག་པོ་དང་ཨ་ནི་གང་ལྟར་ད་ག་ལ་ང་ཚོ་ཡི་ད་ག་ད།

རྙོག་དྲ་དེ་ག་འདྲ་བྱུང་རེད་ཟེར་བ། ཨ་ནི་ཁོ་གཉིས་ཕི་གིའི་ནང་ལ་ག་འདྲ་མཉམ་དུ་སླེབས་རེད་ཟེར་བ། ཨ་ནི་མཉམ་དུ་སླེབས་ཚར་རྗེས་ལ་ཨ་ནི་ཨི་ཟི་རལ་ལ་ཉེ་དུས་དེ་ག་འདྲ་བྱུང་དེ་རིགས་རྟོག་ཞིབ་བྱ་རེད་ཟེར་བ། དཔེར་ན་ཨི་ཟི་རལ་གྱི་ངོས་ནས་ད་ལྟ་ང་ཚོ་ལོ་རྒྱུས་ལ་ལྟ་བ་ན་གཅིག་སྟོང་དགུ་བརྒྱ་བཞི་བཅུའི་ཞབས་བཏིང་ཞབས་བརྒྱད་ཨ་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་དེ་ཚོ་མཉམ་དུ་དམག་ཞོ་བརྒྱབ་ས་ད་དམག་དེ་ཡང་ད་ལྟ་རྦད་དེ་རྒྱལ་ཁབ་གཅིག་ཙམ་མ་རྒྱལ་ཁབ་བཞི་ལྔ་མཉམ་དུ་དམག་བརྒྱབ་ཨི་ཟི་རལ་གཅིག་བྱས་ཨ་ནི་ཕ་ཇོ་ད་ལ་ད་ལྟ་ཨི་ཇིབ་ཀྲོ་དང་ཇོར་དན་ཀྲོ་དང་ཁོ་ཚོ་མཉམ་དུ་བྱས་ད་ལྟ

ཨ་མདོས་ད་ལྟ་ང་ཚོ་ཨི་ཟི་རལ་དང་པཱ་ལི་སི་ཐན་གྱི་དཀའ་ངལ་དེ་ག་ད་དེའི་སྐོར་ལ་དཀའ་ངལ་དེ་ག་དུས་ནས་ཡོང་དེ་གས་རེད་བ་ཨ་དེ་ཡོང་གི་སྐབས་སུ་ཨ་ད་ག་རང་གི་ལོ་རྒྱུས་ཀྱི་རྒྱབ་ལྗོངས་དེ་གཅིག་གོ་མ་ཚུད་བ་ན་ཨ་དེ་ལམ་སང་སྒོ་ཕྱེ་ཁ་སྒོ་ཕྱེ་དཔེ་ཁ་པོ་ཆགས་དེ་རེད་བ་འོ་དེ་འདྲ་སོང་ཙང་ཨ་ད་དེ་ཚོ་ཚང་མ་སྒོ་ཕྱེ་བཤད་དུས་ཨ་ད་ག་ཚོད་དེ་ཚོད་རག་ན་ཨ་ངའི་སང་ཉིན་གནང་གི་འདུག་ད་དེ་ཚོའི་སྐོར་ལ་ལོ་རྒྱུས་དང་འབྲེལ་བྱ་ཅིག་ཨ་ནི་བཤད་ཐབས་བྱེད་ཅིག་བྱེད་དེ་རེད་བ། ལ་སོ་དེ་ཕྱིར་ཨ་ད་དེ་རིང་འདི་ལ་དེ་འདྲ་ངའི་བརྙན་ཐུང་ད་ད་ཁར་ཟ་ད་ཉིས་བརྒྱ་བདུན་ཅུ་དེ་འདིང་བར་ཆད་དེ་འདྲ་འདྲ་ཡོད་ས་རེད་བ།